ངའི་མིང་ལ་བསྟན་འཛིན་ཟེར། ང་རྡ་རམ་ས་ལར་སྡད་ཀྱི་ཡོད། ཡིན་ནའང། ངའི་སྐད་ས་བོད་ཡིན། ངའི་ནང་མི་ཕལ་ཆེ་བ་ད་ལྟའང་བོད་ལ་ཡོད། ཁོང་ཚོའི་ལྷན་དུ་མེད་པ་ནི་སེམས་སྐྱོ་བོ་འདུག་ཡིན་ནའང། དེང་སང་ང་ཚོར་དྲ་རྒྱ་དང་ལ་རྒྱའི་ཁ་པར་ཡོད་ཙང་སྟབས་བདེ་བོ་འདུག་དེ་ཚོ་ཧ་ཅང་ཕན་ཐོགས་ཆེན་པོ་འདུག་དེ་དྲ་སོང་ཙང་ཁ་ཐག་ཅི་ཙམ་རིང་ན་ཡང་ངས་སོ་སོའི་བརྩེ་བའི་ནང་མི་རྣམས་ཀྱི་གནས་སྟངས་ཧ་གོ་བཅུག་གི་འདུག་ཡིན་ན་ཡང། འཕྲུལ་རིག་བརྒྱུད་ནས་གཞན་གྱི་སྐོར་ལ་ཤེས་རྟོགས་བྱེད་མཁན། ང་ཚོ་གཅིག་པོ་མ་རེད། ཉེ་བའི་ཆར་ངས་གནས་ཚུལ་བཞི་སྣང་ཚ་བོ་ཞིག་ཤེས་སོང། འདས་པའི་ལོ་ཤས་ཀྱི་ནང་དུ་བོད་མི་མང་པོའི་གློག་ཀླད་དང་ལག་ཁྱེར་ཁ་པར་ནང་ལ་གསང་བའི་སྒོ་ནས་དགྲ་བོ་འཛུལ་ཡོད་པ་མ་ཟད། དེ་ཚོ་གསང་ཉུལ་གྱི་ཡོ་བྱད་ལྟར་བེད་སྤྱོད་བྱས་ནས་རྒྱ་ནག་གཞུང་ལ་ང་ཚོའི་འགྲོ་འདུག་སྤྱོད་གསུམ་ལྐོག་ལྟ་ཐུབ་པ་བཟོས་ཡོད། ངའི་བསམ་ཚུལ་ལ། ངའི་གློག་ཀླད་ལ་ཡང་དྲ་འབུ་བཅུ་ཡོད་ན་བསམ། རྒྱ་གཞུང་ལ་མཐུན་རྐྱེན་བསྐྲུན་མཁན་གྱི་དྲ་འབུ་དེ་ཚོའི་སྐོར་ལ་ངས་ཤེས་འདོད་བྱུང་བ་ཁག་ལ། ངའི་གློག་ཀླད་ཀྱི་པར་ཆས་དེས་ང་ལ་ལྐོག་ལྟ་བྱེད་ཐུབ། ངའི་གློག་ཀླད་ཀྱི་རྐུན་མའི་ཁ་པར་བརྒྱུད་ནས་ང་ལ་ལྐོག་ཉན་བྱེད་ཀྱི་ཡོད། ངས་བྲིས་བའི་ཡི་གེ་ཚང་མ་ལྐོག་ཏུ་སྡེབ་ཀྱི་ཡོད། ངས་བཏང་བ་དང་ང་ལ་འབྱོར་བའི་འཕྲིན་ཐུང་ཚང་མ་ཐོ་འགོད་བྱེད་ཀྱི་ཡོད། ད་དུང་ཁོང་ཚོས་ངའི་གློག་འཕྲིན་བརྒྱུད་ཕྱི་ལ་བཏང་བའི་ཟུར་སྣོན་ཁོངས་སུ་དགྲ་བོ་བཅུག་ནས། ང་ལ་ཡིད་ཆེས་བྱེད་མཁན་གྱི་མི་རྣམས་ཀྱི་གློག་ཀླད་ནང་དུ་དགྲ་བོས་སྐྱོན་རྒྱག་བཅུག་ཡོད། ཐ་ན་རྒྱལ་ཁབ་དང་བཟོ་ཚོང་ཁང་ཆེན་པོ་རྣམས་ཀྱིས་ཀྱང་རང་སྲུང་བྱེད་མི་ཐུབ། ཐོག་མར་ངའི་སེམས་མི་སྐྱིད་པ་དང། ཞེད་སྣང་སློང་བ། གཉའ་གཅོག་པ་ལྟ་བུ་བྱུང་སོང། ལྷག་པར་དུ་གནད་དོན་འདི་དག་ལ་ཁ་གཏད་གཅོག་རྒྱུ་ནི་ཧ་ཅང་ཁག་པོ་རེད། ངའི་བསམ་པར། ཐབས་ཤེས་གཅིག་རང་ཡོད་པ་ནི། དངུལ་ཕོན་ཆེན་པོ་སྤྲད་ནས་དགྲ་བོ་འགོག་ཆེད་ཉོ་བའམ། ཡང་ན་གློག་ཀླད་མཁས་པ་དེ་འདྲ་བླ་དགོས་ཀྱི་རེད་དྲན་བྱུང། འོན་ཀྱང། རྗེས་སུ་ཐབས་ཤེས་ངོ་མ་དེ་ང་རང་གིས་དྲན་པ་ལས་ལས་སླ་བ་ཡོད་པས་ཤེས་སོང། དེ་ནི་གཞན་གང་ཡང་མ་ཡིན་པར་སོ་སོ་རང་ཉིད་ནི་དགྲ་བོ་འགོག་མཁན་ཡག་ཤོས་དེ་རེད་འདུག་དགྲ་ཐུག་གི་ངན་སོང་ནི་དགྲ་ཐུག་གི་ངའི་ཀུན་སྤྱོད་ལ་རག་ལས་ཡོད་པ་ཤེས་སོང། འབྲེལ་ཐག་ལ་མ་ནུས་ངོ་བསམ་བློ་གཏོང། ཉན་ཆས་རིགས་དུས་ཐོག་ལ། གསར་སྣོན་བྱེད། སོ་སོའི་ཉེས་སྤྱོད་མ་ལག་ནང་བགོ་བཤའ་བ་གྱིས་མི་གཞན་ལ་སོ་སོའི་དྲ་ཐོག་གི་མི་ཚེ་ལ་བྱུས་གཏོགས་བྱེད་མ་བཅུག་དྲན་པར་གྱིས། དྲ་འབུ་འགོ་མཁན་ཡག་ཤོས་ནི་ང་དང་ཁྱོད་རེད་དྲ་བའི་ཉེན་སྲུང་གི་དཔའ་བོའི་བྱེད་སྟངས་འདི་ནས་སྦྱོང། བོད་དོན་ཆེད། རང་ཉིད་བདེ་འཇགས་ཡོད་པར་བྱོས།